བར་དོ་དང་འབྲེལ་ནས་དེ་ནས་ཚིག་ཁ་ཤས་བཤད་འདོད་བྱུང། ད་དེ་ཡང་འཇིག་རྟེན་འདི་ལ་དེ་ང་རང་ཚོ་སྐྱེ་བ་ཕྱིན་རྗེས་དེ་ནས་འཆི་བ་དེ་ངེས་པ་རེད་རེད་བ། གང་ཟག་ག་འདྲས་མ་གཏོགས་ག་འདྲས་ཤུགས་ཆེན་པོ་རྒྱུ་ནོར་ཕྱུག་པོ་དང་རྒྱུ་ནོར་མང་པོ་ཡོད་མཁན་མི་ཕྱུག་ཤོས་མི་སྟོབས་ཆེན་པོ་ག་འདྲས་ཅིག་ཡིན་ན་ཡང་ཤེས་དགོས་ཀྱི་ཡོད་རེད། ད་དེ་ཡང་དེ་ནས་ལྷག་པར་དུ་དེ་ནས་ང་རང་ཚོ་གིས་དེ་ནས་ཕ་མ་དང་དེ་ནས་གཉེན་ཉེ་དུ་སྤུན་མཆེད་སོགས་ད་ཅིག་གྲོངས་ཡོང་དུས་བསམ་པ་ཤི་ཡོང་དུས་བསམ་པ་དེ་ང་རང་ཚོ་དེ་ནས་ངུ་བ་དང་དེ་ནས་མྱ་ངན་བྱས་པ་དང་དེ་ནས་ད་སེམས་སྐྱོ་སྡུག་བྱ་བ་དང་ད་མང་པོ་ཞིག་བྱེད་ཀྱི་ཡོད་རེད་བ། ད་དེ་ཡང་ལྷག་པར་དུ་དེ་ནི་འཇིག་རྟེན་དེའི་ནང་དུ་སྐད་བཤད་པ་ཡིན་ན། འཇིག་རྟེན་ལ་ནི་འཇིག་རྟེན་པའི་ནང་ལོགས་ལ་དེ་ནི་ག་རེ་ཡོད་རེད་ཟེར་ན། ད་ཕ་མ་སྤུན་མཆེད་སོགས་གྲོངས་ཡོང་དུས་བསམ་པ་མ་ངུ་བ་ཡིན་ན། དེ་ནི་སྡུག་ཆགས་སྲིད་པ་དང་རེད་བ་འོ་དེ་འདྲ་ཅིག་ཡང་ཡོད་རེད། ད་ཡིན་ན་ཡང་དོན་དངོས་གནས་ལ་བསམ་བློ་བཏང་ཡོང་དུས་རེད་བ། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས། དེ་ནས། ད་ང་རང་ཚོ་ཕ་མ་སྤུན་མཆེད་སོགས་དེ་ནས་གྲོངས་ཡོང་དུས་བསམ་པ་ཤེས་ཡོང་དུས་བསམ་པ་ངུ་བ་དེ་ཡག་པོ་རེད་བས། རེད་བ། ཟེར་ན། ཨ་ནི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་དྲིས་ལན་ཚར་པའི་དོགས་གནང་བ་ལ་ག་རེ་གསུངས་ཡོད་རེད་ཟེར་ན། ཤི་བའི་རྗེས་སུ་མྱ་ངན་འཇལ་བས་ཀྱང་ཕྱིར་ལྡོག་པར་བཞེད་དོ། རེད་བ། དེ་འདྲ་གསུངས་ཡོད་བ། ཤི་བའི་རྗེས་སུ་མྱ་ངན་འཇལ་བས་ཀྱང་ཕྱིར་ལྡོག་པར་བཞེད་དོ། ད་འོ་ན་དེ་གི་དོན་དག་ག་རེ་རེད་ཟེར་ནས་ཞུས་པ་ཡིན་ན། ད་ང་རང་ཚོ་ཨ་ནི་ཕ་མ་སྤུན་མཆེད་ཚོ་སུ་ཡིན་ན་ཡང་གྲོངས་ཡོང་དུས་ཙམ་པ་ཁོ་རང་ཚོ་བར་དོ་ལ་འགྲོ་འགྲོ་གི་རུ་བ། བར་དོ་ལ་གནས་གི་རུ་བ། ལམ་སང་སྐྱེ་བ་ཞག་འདར་ལེན་གི་མ་རུ་བ། བར་དོ་ལ་གནས་ཡོང་དུས་ཙམ་པ་ད་ང་ཚོའི་ཕ་མཐོང་ཐུག་ཡོད་མ་རུ་བ་ཡིན་ན་ཡང་ཁོ་རང་ཚོས་ང་ཚོ་ལ་སྲས་བཞིན་བསགས་བ་ང་ཚོས་ག་རེ་བྱས་པ་ཡིན་ན་ཆ་ཚང་མཐོང་ཐུག་གི་རེད་ཟེར་གི་ཡོད་རུ་བ། ད་དེ་ཡོང་དུས་བརྩམས་པ་དང་ང་རང་ཚོ་གི་ཕ་མ་སྤུན་མཆེད་སོ་དེ་ནི་གྲོངས་ཡོང་དུས་བརྩམས་པ་དང་ང་རང་ཚོ་འདི་ནས་ངུ་མྱ་ངན་བྱེད་སེམས་སྐྱོ་དེ་འདྲ་བྱེད་ཡོང་དུས་བརྩམས་པ། ད་དེ་གི་དེ་ནི་ཕ་གི་ཨ་ནི་བར་དོ་ལ་གནས་པའི་སེམས་ཅན་རེད་བ། ཁོང་ལ་དེ་ནས་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་ད་ཁོང་གིས་ཚུར་མཐོང་ཡོད་དུས་ཙམ་པ་ཁོ་རང་ཡང་དེ་ནས་སེམས་སྐྱོ་བ་དང་རེ་བ་འདོད་ཆགས་ཞེ་སྡང་གཏི་མུག་དེ་ཚོ་སྐྱེ་གི་རོ། ད་དཔེར་ན་འདོད་ཆགས་སྐྱེ་གི་རོ་དང་ཨོ་ད་ཁོ་རང་ཡིན་ན་ཡང་དེ་ནས་ང་རང་ཚོ་མཉམ་དུ་དང་དེ་ནས་འཁོར་བ་དེ་ལ་དེ་ནས་གནས་པར་འདོད་པ་གནས་པར་ཆགས་པ་དེ་འདྲའི་ཆགས་པ་སྐྱེ་གི་རོ། ཨོ་དེ་སྐྱེ་ཡོང་དུས་ཙམ་པ་དེ་འདྲའི་གི་དེ་ནས་ཆགས་པ་དེ་གི་རྒྱུ་བྱས་ནས་གལ་སྲིད་ང་རང་ཚོ་གི་ཕ་མ་སྤུན་མཆེད་སུ་སུ་ཡིན་པ་ཡིན་ན་ཡང། ད་ཤི་བའི་རྗེས་སུ་ལ་གལ་སྲིད་ཡང་མཐོ་རིས་ལ་སྐྱེ་བ་ལྟ་བུ་ཡིན་ན་རེ་བ། སླར་ཡང་དེ་ནི་མི་ཡུལ་ལ་སྐྱེ་བ་ལྟ་བུའི་གེགས་དེ་ནི་རྒྱུ་ས་ཡོད་པ་ཡིན་ན་ཡང། ད་དེ་དུས་བར་དོ་ལ་གནས་པའི་སྐབས་སུ་དེ་ནི་འདོད་ཆགས་ཞེ་སྡང་རེ་བ། འོ་དེ་སྐྱེ་ཡོང་དུས་བསམ་པ་དེས་ཀྱི་རྒྱུ་བྱས་ནས་དེ་ནི་མ་ངན་སོང་ལ་སྐྱེ་བའི་གེགས་དེ་ནི་རྒྱུ་བྱེད་ཀྱི་རེད། ཕྱིར་ལྡོག་པར་བྱས་ཟེར་དུས། ཡར་འགྲོ་མཁན་དེས

བར་དོ་གི་སེམས་ཅན་དང་བྲལ་ནས་དེ་ནས་ཆོས་མང་པོ་ཅིག་གསུངས་ཡོད་རེད་བ། ཨོ་དེ་ཚོ་དོན་ཡག་དང་རེད་བ། ད་དེ་དོན་བཤད་མཁན་ཅིག་གིས་དོན་ལ་དྲི་གི་ཡོད་རེད་བ། དོན་པ་དང་ད་དེ་བྱས་པ་ཡིན་ན་དེ་ནས་བར་དོའི་སེམས་ཅན་ལ་ཕན་མི་སྲིད་ཕན་གི་ཡོད་རེད་བ། དེ་ཅིག་ཞུ་ཡ་དང། ད་དེ་དང་བྲལ་ནས་དེ་ནས། བར་དོ་ཀྱི་སེམས་ཅན་དང་དྲན་ལ་དེ་ནས་ང་དོགས་པ་ཅིག་ག་རེ་སྐྱེ་གི་ཡོད་ཟེར་ན་ནམ་མཁའི་སྙེ་མ་ནས་ད་དོགས་པ་རྙིང་པ་དོགས་པ་རྙིང་ཤས་ཅིག་ག་རེ་ཡོད་ཟེར་ན། ད་ང་རང་ཚོ་ཆོས་མངོན་པ་མཛོད་ཟེར་ན་རེད་དེ་ནི་གཞུང་མང་པོ་ཅིག་ལ་ག་རེ་གསུངས་ཡོད་རེད། བར་དོའི་སེམས་ཅན་དེ་དབང་པོ་ཀུན་ཚང་ཐོགས་མེད་རྒྱུའོ། རེད་བ། བར་དོའི་སེམས་ཅན་དེ་ལ་དབང་པོ་ཆ་ཚང་དན་དེ་ཡོད་རེད། ང་ཚོ་དབང་པོ་ལྔ་ཡོད་རོ། མིག་གི་དབང་པོ་རྣ་ཡི་དབང་པོ་ལྕེ་ཡི་དབང་པོ་ལུས་ཀྱི་དབང་པོ་ཡིད་ཀྱི་དབང་པོ། དེ་གང་ག་དན་དེ་ཡོད་རེད། རེད་བ། ཐོགས་མེད་རྒྱུ། ཐོགས་པ་མེད་པའི་སྒོ་ནས་དེ་ནི་འཕགས་སུ་འགྱངས་ཡོད་ན་ཡང་རྩིག་པ་ཅིག་ཡོད་པ་ཡིན་ན་ཡང་ཐོགས་པ་ནི་ཐོགས་པ་མེད་པའི་སྒོ་ནས་འཕགས་སུ་རྒྱུ་འགྲོ་རྒྱུ་ཐུག་གི་རེད་འགྲོ་ཐུག་གི་རེད། དེ་འདྲ་གསུངས་ཡོད། ད་འདི་ལ་ངས་དོགས་པ་སྔེན་མ་ནས་ག་རེ་སྐྱེ་གི་ཡོད་ཟེར་ན། བར་དོ་གི་སེམས་ཅན་དཔེ་ལ་ང་རང་ཚོ་དེ་ལག་པ་ཅིག་ལག་པ་གཡས་པ་དེ་ལག་པ་གཡོན་པའི་གིས་དེ་འདྲ་བྱས་ནས་འཕགས་རྒྱལ་ཐུག་གི་མི་འདུག་ཨ། ཐོགས་པ་མེད་པའི་སྒོ་ནས་རྒྱུ་ཐུག་གི་མི་འདུག་ཨ། ག་རེ་ཟེར་ན་དེ་ཡང་དབང་པོ་གཟུགས་ཅན་རེད་དེ་ཡང་དབང་པོ་གཟུགས་ཅན་ར་མ་རེད། དེ་ཡིན་དེ་ཐོག་ཐོག་གི་རོ། ད་དེ་ཡིན་དེ་ས་ནི་འོ་ན་དེ་འདྲ་གི་བར་དོ་གི་སེམས་ཅན་དེ་གི་རྒྱུད་ཀྱི་ཨ་ནི་བར་དོ་གི་སེམས་ཅན་དེ་གི་དབང་པོ་དེ་ར་བ་པས་ན་མིག་གི་དབང་པོ་ལ་མིག་གི་དབང་པོ་ལ་ཆགས་བཞག་པ་ཡིན་ན་མིག་གི་དབང་པོ་དེ་ཨ་ནི་ཨ་ནི་གཟུགས་རགས་པ་ར་བ་ཨ་ནི་གཟུགས་རགས་པ་ལས་ནས་བཟུང་རགས་པ་དཔེར་ན་རྩིག་པ་ལྟ་བུ་ལས་ཐོགས་པ་མེད་པའི་སྐྱོན་ནི་རྒྱུ་ཐུག་གི་རེད་པས། ཐུག་གི་ཡོད་ན་དེ་འདྲ་གི་མིག་གི་དབང་པོ་ཁོ་རང་དབང་པོ་གཟུགས་ཅན་མ་རེད་པས་ཟེར་བ་གཟུགས་མ་རེད་པས། གཟུགས་རགས་པ་མ་རེད་པས་ཟེར་བ་ཧོ་དེ་འདྲ་ཅིག་སྡིག་པ་ཨ་ནི་དོགས་པ་སྔས་མ་ནས་དེ་འདྲ་ཅིག་སླེབས་ཀྱི་ཡོད་རེད་བ། ད་དེ་ཡང་ལྷག་པར་དུ་ད་མི་ཤི་བ་དང་དེ་ནི་བར་དོ་ལ་སྐྱེ་གི་ཡོད་རེད་བ། ད་དེ་འདྲ་གི་ཨ་ནི་བར་དོ་གི་སེམས་ཅན་གྱི་མིག་གི་དབང་པོ་དེ་སྔར་མ་ཤི་བའི་སྐབས་ཀྱི་གསོན་པོའི་གནས་སྐབས་ཀྱི་ཨ་ནི་མིག་གི་དབང་པོ་དེ་ག་རང་རེད་པས་ཟེར་བ། དེ་ཡིན་ན་ད་དུང་ཧ་ཅང་ཐག་གྲོལ་གི་འདུག་ག་རེད་ཟེར་ན། མི་དེ་ཤི་རྗེས་དེ་ནས་ཕུང་པོ་མེ་བསྲེགས་བཏང་རེད་བ། མེ་བསྲེགས་བཏང་ཡོང་དུས་མིག་གི་དབང་པོ་ཕག་ཞོགས་དེ་ནས་གཟུགས་པོ་གང་ག་གྲོགས་ཚར་བ། ཐལ་ལ་ཆགས་ཚར་བ། མ་རེད། ད་འོ་ན་དེ་འདྲས་ཀྱི་ཨ་ནི་བར་དོའི་སེམས་ཅན་ལ་ཡོད་པའི་ཨ་ནི་མིག་གི་དབང་པོ་དེ་ག་རེ་རེད་ཟེར་བ། ག་འདྲས་ལ་བཞག་དགོས་རེད། ཟེར་ན་སྔས་མ་ནས་དོགས་པ་ཡོད། ད་དེ་ལ་ཕྱིས་སུ་དེ་ནས་དགེ་རྒན་རྣམ་པས་ཀྱི་ག་རེ་གསུངས་སོང་ཟེར་ན་དེ་ལ་ལན་དེ་ད་དེ་ཡང་དཔེ་ཡག་པོ་འདུག་དེ་ལན་དེ་རེད་བ། བར་དོ་མེད། སེམས་ཅན་སུ་ཡིན་ན་ཡང་ཤེས་བྱའི་བར་དོ་ལ་སྐྱེ་བ་གསར་དུ་ལེན་གྱི་ཡོད་རེད། བར་དོ་ལ་སྐྱེ་བ་གསར་དུ་ལེན་ཡོང་དུས་བསམ་པ་བར་དོ་ལ་དེ་ནས་དབང་པོ་དེ་ཚོ་གསར་དུ་སྐྱེ་གི་ཡོད་རེད། དབང་པོ་ལྔ་ཙམ་ཆ་ཚང་ཞིག་སྐྱེ་གི་ཡོད་རེད།

ད་དྲི་མ་སྣུམ་པ་ལ་སྣ་ཡི་དབང་པོ་གོ་རེད། མ་རེད། ད་ཤེས་པར་གྱུར་པའི་སྣ་ཡི་དབང་པོ་ད་དེ་འདྲའི་ཚད་ཅིག་ཨ་ཡོད་ན་རེད་བ། མིག་གི་དབང་པོ་གྱི་ཨ་ནི་ངོ་བོར་གྱུར་པའི་གི་ཤེས་པ་ཅིག་རེད་བ་ཤེས་པའི་ངོ་བོར་གྱུར་པའི་མིག་གི་དབང་པོ་དེ་འདྲའི་ད་ཨ་ཡོད་ན་རེད་བ། ད་དེ་ཡོད་ཚེ་བསམ་པ་དབང་པོ་གཟུགས་ཅན་རང་རེད་ཟེར་གྱི་འདུག་རེད་བ། ད་སྣ་ཡི་དབང་པོ་ཡོད་ནས་སྣ་ཡི་དབང་པོ་དེ་གིས་ཨ་ནི་དྲི་མ་སྣུམ་ཐུབ་བོ་རེད་བ། འོ་དེ་འདྲ་ཅིག་རེད་བྱ། ཨ་ནི་གལ་སྲིད་ད